ཡའོ་ཚང་བོ་ལ་ཏྲེས་ཏེ་ལེ་ད་དེ་རིང་ང་རང་ཚོ་སྒྱུར་རྩིས་ཀྱི་རྨང་གཞི་ནས་ཕྱི་ནས་ཡར་དྲང་འཕྱར་གྱིས་སྒྱུར་རྩིས་བར་དུ་བྱང་ཡར་དང་ཁུལ་དུ་ཨ་ཆེ་ས་བརྙན་ཐུང་དེ་བཟི་བའི་སྐབས་སུ་ཁྱོད་རང་ངོ་ནས་སྦྱོང་བརྡར་མཉམ་དུ་བྱེད་ཀྱི་ཅིག་བྱས་ཨ་ལོ། གཏན་པོ་ཏི་ཡོའོ་ནང་བཞིན་མ་བཟི་བར་བྱས། ཨན་ཁྱོད་རང་ཚོ་གལ་སྲིད་བྱུང་ན་དེ་བརྙན་ཐུང་དེའི་བརྙན་འཕྲིན་གང་ལ་བཟི་རུ་ཆེ་ཀྲི་བྷི་ལ་རོ། ཨན་ཀྲི་བྷི་ལ་ཏག་གིས་ཏག་གིས་ཁྱོད་རང་གི་ནང་མི་བཅས་པི་འགྱ་མཉམ་དུ་བྱང་གི་བྱང་གི་བྱེད་ནའི་ཀྲི་བྷི་བོར་ཀི་བྷི་ལོ། ཨོ་ཁེ། ད་རིང་ང་རང་ཚོ་ག་རེ་བྱང་ཨ་རེས་ལ་ན། སྒྱུར་རྩིས་སྒྱུར་རྩིས་ད་ལྟ་པུའུ་མང་ཆེར་འཛིན་གྲྭ་བཅུ་བ་སླེ་བ་ཡིན་ན་ཡང་སྒྱུར་རྩིས་ཀྱི་ད་རྨང་གཞི་གཙང་མ་མེད་ཀྱི་རུ་ཅིག་འདུག་རོ།

རྒྱབ་ལ་ཡོད་གི་འདི་འོག་ལ་བྲིས། ཨན་གྱུར་ཚིག་རྟགས་རྒྱབ། གཉིས་དགུ་ཡི་ག་ཚོད་རེད་གཉིས་དགུ་བཅོ་བརྒྱད་རེད་བ། བཅོ་བརྒྱད་དེ་ཨན་དེ་བྲེར་ལོ། དགུ་གཉིས་ཀྱི་བཅོ་བརྒྱད་ཡང་རེད་ད། བྱས་ཙང་གཉིས་དགུ་ཤེས་ཀྱི་མེད་ན་དགུ་གཉིས་སྤྲོ་ཤེས་ན་དུས་འགོར་ལོ། ཨན་དེ་ནས་ནས་དང་གིས་རྙེད་སླ་བ་ནི་ཤེས་ཏེ། དགུ་གཉིས་བཅོ་བརྒྱད་ཡིན་ན་གཉིས་དགུ་ཡི་བཅོ་བརྒྱད་རེད། ད་འདི་རྣམས་ལ་གང་འདི་གང་ལ་བྲེར་ལ་ན་གཉིས་འདི་གང་ལ་བྲེར། གཉིས་དེ་བྲིས་དགུ་དེ་བཞག། གྱུར་ཚིག་བཏང་བ་ཡིན་ན་བཅོ་བརྒྱད་རང་ཅག་ལས་ས། ད་གལ་སྲིད་གྲངས་གཉིས་དང་གྲངས་གཅིག་བྱེད་པ་ཞིག་གླེང་བ་ཡིན་ན།

གསུམ་ཆ་སོགས་གསུམ་དྲུག་གིས་བཅོ་བརྒྱད། ཨོ་ཁ་ད་བདུན་དང་ཀླད་ཀོར་ལ། བདུན་དང་ཀླད་ཀོར་གྱུར་ཚུལ་བཏང་ན་ན་ཁ་ལོག་བདུན་དང་ཀླད་ཀོར་བདུན་བྱེ་བ་ཀླད་ཀོར་ཡོད་རེད་ལ་བདུན་བྱེ་བ་ཀླད་ཀོར་མ་དུ་མེད་རེད་ལ། བདུན་བྱེ་བ་ཀླད་ཀོར་ཡོད་རེད་ལ་ན་ཁ་ལོག་བདུན་བྱེ་བ་གཅིག་ཡོད་རེད་ལ་ན་བདུན་གཅིག་འདུག་ཨ། བདུན་བྱེ་བ་ཀླད་ཀོར་རེད་ལ་ན་བདུན་ཡོད་མ་རེད་ད་ལ་ལན་ག་ཅི་ནི། ང་ཚོ་ཀླད་ཀོར་བྲིས་པོ་རེད་ཟེར་ན། ཀླད་ཀོར་མཉམ་དུ་བསྒྱུར་རྩིས་བཏང་དུས་ཁོ་མི་འདུག་ཟེར་ལབ་ཅིག་པར་བྱས་ཙང་གྲངས་ག་རེ་ཡིན་ན་ཡང་ཁོ་གལ་སྲིད་ཡོད་རེད་བ། ཀླད་ཀོར་མཉམ་དུ་བསྒྱུར་རྩིས་བཏང་བྱེད་ཀྱི་འདུག་ན་ཨ་ནི་ཀླད་ཀོར་བྲིས་རེད་དཔེར་ན་ལོ། དཔེར་ན་ང་ཚོ་དེ་ཉི་ཤུ། བཙན་ང into zero རུ་བྲིས་བ་ཡིན་ན zero རེད་འབྲེལ་བ་ཡོད་མ་རེད་ལོ། ཁོ་སྟོང་པ་མཉམ་དུ་བསྒྱུར་རྩིས་བཏང་དུ་ཡོད་རེད་བ། ད་ལྔ་དང་གཅིག་བསྒྱུར་རྩིས་བཏང་ད་ཡང་སྐྱོན་གཅིག་ག་རེ་དྲན་པ་བཞག་རོགས་གནང་གཅིག་མཉམ་དུ་ག་རེ་བསྒྱུར་རྩིས་བཏང་ན་འོ་འདི་བསྒྱུར་རྩིས་བཏང་ངེས་དེ་ཁོ་རང་རང་ཅག་ཀླད་ཡིན་དགོས་རེད་ད་ཟེར། དཔེར་ན་དྲུག into one རུ་བྲིས་ཡོད་ན་དྲུག་རེད། བདུན་ཨིན་ཀྲུའུ་ཝན་བྲིས་ན་བདུན་རེད། ར། ཁྱོད་རང་ཚོ་སྐུ་ཚུལ་ར་བྱེད་ཙམ་བསྒྱུར་རྩིས་བཏང་བའི་སྐབས་སུ། གལ་སྲིད་གྲངས་གཅིག་མཉམ་དུ་བསྒྱུར་རྩིས་བཏང་གི་འདུག་ན་ཁོ་གྲངས་འདི་རང་དཔྱ་ཁྲལ་རེད། གྲངས་ག་འདྲའི་ཞིག་ཡིན་པ་ཡིན་ནའི་ཁོ་ཀླད་ཀོར་མཉམ་དུ་བསྒྱུར་རྩིས་བཏང་གི་འདུག་ན་ཀླད་ཀོར་ཁྲལ་རེད་ད། ལོགས། དེ་ག་དུས་ན་བདུན་ཀླད་ཀོར་གྱི་བདུན་འགྲོ་མ་བྲིས་མ་ཐུབ་བད་ནོར་སྐོར་ད་ཁྱོད་རང་ལོགས། ཨོ་ཁེ། དེ་འདི་བྲིས་བ་ཡིན་ན་བད་ནོར་ཚར་ད་ཀླད་ཀོར་བྲིས་འུར་ད།

ང་རང་ཚོའི་བཀྲ་ཤིས་རྟགས་ཀྱི་ཡིན་ན་བཀྲ་རིག་གཞུང་དང་འབྲེལ་བ་ཡོད་རྒྱུ་ཡིན་ན་བཀྲ། མི་སྣ་ཚོ་གང་ལ་ཨང་རྩིས་ཀྱི་བསྡོམས་རྩིས་འཐེན་རྩིས་ཚང་མ་གང་ལ་དེ་ང་རང་ཚོ་ལོ་འཁོར་བཅུ་གཉིས་ཆེ་ནི་ཤོ་ཆེ་ཤོ་པ་ར་གི་ཁ་རྩིས་ག་འདི་སི་རྒྱག་དགོས་ཡོད་མེད་ཆུ་ཚོད་ག་འདི་སི་བལྟ་དགོས་ཡོད་མེད་ར་བསྒྱུར་རྩིས་ག་འདི་སི་བྱེད་དགོས་ཡོད་མེད་དེ་སྤུ་ལོ་དྲུག་ནས་དགུ་བ་དུ་ད་ཡང་སྐྱོ་ལོ་བཅུ་བཅུ་གཉིས་བ་དུ་བྱེད་ན་གྲའི་སྒྲིག་གོ་ར་ཁ་ཤིང་ཁ་ཤེ་ཤིང་མ་ར་ཨ་ནི་ཨང་རྩིས་ཀྱི་སུ་དྲུག་གུ་དང་དེ་འདི་རིགས་དེ་སྲ་བ་དེ་འདི་སི་བཟོས་ཡོད་ར་ཨང་རྩིས་གང་ལ། ཨ་ནི་འདི་གི་གཙོ་བོ་ཀློག་སྡེ་འདིའི་གོང་ཚད་ག་ཚོད་རུ་ཅི་རེད་ཟེར་ན་གོང་ཚད་དེ་སྒོར་ཉིས་བརྒྱ་ལ་བཞག་ཡོད་དུ་ལོ་ཁེབས་སྲང་ཞེ་དྲགས་སུ་མེད་བ་ཅི་ནི་རོ། ཨ་ནི་དགོངས་ཡོད་ཆེན་པོ་མེད་རེད་ཁྱོད་རང་ཚོ་ཁྱིའུ་ཨར་ཀོར་དེ་དེ་དེ་ལ་ཁྱིའུ་ཨར་ཀོར་ཅིག་སྤྲད་དོ་དེ་གལ་སྲིད Scan བྱིས་པ་ཡིན་ན་དེ་ཁྱོད་རང་གི་སྦྱོང་དེབ་དེའི་ག་ཅིག་ལེན་དང་ཚང་མ་རག་འགྲུག་རེད། དགེ་ལགས་ཀྱི་ཝེབ་སེད་ཡང་རྙེད་འདུག་རེད་བ། འདི་ནས་བརྙན་ཐུང་དང་འདྲ་མིན་སྣ་ཚོགས་བཟོས་ཡོད་རེད་ཁྱོད་རང་ཚོ་སྤྲོ་བོ་ཡོད་རེ་བ་ཡོད་བརྙན་ཐུང་འདི་མུ་ཐུན་ཟེ་རུ་ཇིས་ལ་སོ་ཐུ་ཆེ། གྲངས་གཉིས་བྱ་བ་དེ་ལ་བསྒྱུར་རྩིས་སྟངས་དང་དམིགས་བསལ་ཏེ་སིོར་ད་ཡག་པོ་བྱེད་འདུག་ན་བྱ་གསུམ་སོ་དགུ་དེ་བྲིས་སོ་གང་ལ་བྲིས་འོ་ར་ཉི་ས་གཉིས་འོ་བ་དེ་ལ་བྲིས་རོ་ཨ། བསྒྱུར་རྩིས་བཏང་བ་ཡིན་ན་ག་འདི་བཏང་གི་འདུག་ད། དང་པོ་ག་རེ་བསྒྱུར་རྩིས་བཏང་ཡ་རེད་ལ་བ་ཡིན་ན་གྲངས་འདི་རིགས་ཀྱིས་བསྒྱུར་རྩིས་བཏང་ཡ་དེ་ར།

གཅིག་ཀླད་སྒོ་དགུ། ད་སུམ་ཅུ་སོ་བདུན་རེད་དོ། སུམ་ཅུ་སོ་བདུན་ལ་དེ་ཁོ་གཅིག་གནས་རེད་དེ་བཅུ་གནས་རེད། རེད་བ། བྱས་ཙང་ཁོ་བཅུ་གནས་དེ་སུམ་ཅུ་ལ་ན་བཅུ་གནས་ན་ཚུགས་གོ་རེད་བ། བྱས་ཙང་དེའི་འོག་ལ་བྲིས་རེད་ད། སུམ། བདུན། བྲིས་སོ། ཐིག་ཐེ། ད། བདུན་དང། བདུན་གྱི་འགོ་བཙུགས་གོ་རེད་བ། བདུན་འགོ་བཙུགས་དུས་ཁོ་ཚོ་གསུམ་ཀ་ལ་འགྲོ་ཡ་རེད། ཨེ་འདི་ཕྱོགས་དེ་ཅོ་ལ་འགྲོ་གི་རེད་བ། བདུན་དགུ་གི་ག་ཚོད་རེད་ཟེར་ལ་ན་དྲུག་ཅུ་རེད་གསུམ། བདུན་ཀླད་སྒོ་གི་ག་ཚོད་རེད་ལ་ན་ཀླད་སྒོ། ཀླད་སྒོ་བ་ལ་དྲུག་སྟོང། དྲུག། བདུན་གཅིག་གིས་བདུན། བདུད་རྩི་གཅིག་ཚར་སོང། ར། གསུམ། འདིའི་ཚར་བ། ང་ཚོ་འདི་བསུབ་བཞིན་འདི་ལོ། གསུམ་དགུ། གསུམ་དགུ་ག་ཚོད་རེད་ལ་ན་ཉི་ཤུ་རྩ་བདུན། ད་དེར་ཉི་རྩ་བདུན་འདི་བྲིས་ཡོད་མ་རྟ་མ་བྲིས་ཨ་བྲིས་ལ་ཕྱི་ནས། གསུམ་ཀླད་གོ་ཡི་ཀླད་གོ་ཀླད་གོ་འང་གཉིས་བསྡོམས་ན་གཉིས། གསུམ་གཅིག་གིས་གསུམ་ད་དེའི་བསྡོམས་རྩིས་བརྒྱད། དཔེ་ལས་ལོར། གསུམ་འདི་མ་ཁབ་ཏུ་བྲིས་རོ་ཨ་གསུམ་དང་སྟོང་པར་དོ་ཨ། དྲུག་དང་བདུན་བསྡོམས་ན་ག་ཚོད་ཅོག་གསུམ། ར། བདུན། བརྒྱད་དགུ། བཅུ།

གཉིས་ཀླད་ཀོ་ཡི་ག་ཚོད་རེད་ཀླད་ཀོ་ཀླད་ཀོའང་གཅིག་བསྡོམས་ན་གཅིག། གཉིས་བཞི་ཡི་ག་ཚོད་རེད་བརྒྱད། གཉིས་ལྔ་ཡི་གི་བཅུ་པའོ། ཁྱེད་རང་ཚོ་ལེགས་ལེགས་བྱས་ཨ་དགེ་ལ་མཉམ་དུ་ལོ། ཨ་ནི། ད་གཅིག་དེ་བསུབ་བྱའོ་ར། བཞི་དགུ་ཡི་གི་ག་ཚོད་རེད་ལ། གལ་སྲིད་བཞི་དགུ་ཤིང་མེད་ན་དགུ་བཞི་དྲུག་ན་བསྒྲིག་འོ། ལ། སུམ་ཅུ་སོ་དྲུག་རོ། བཞི་དགུ་གསུམ་སོ་དྲུག་ཡིན་ན་གསུམ་དེ་ཁྲི། བཞི་ཀླད་ཀོ་ཀླད་ཀོ་གསུམ་དེ་མ་ཤུས། བཞི་བཞི་གི་བཅུ་དྲུག་རོ། བཅུ་དྲུག་དེ་དེ་ཁྲི།

ལྔ། སྡོམ་བརྩི་བརྒྱ། བརྒྱད་གབ་ཏུ་མ་ཞུ་ཡུལ་རོ། བརྒྱད་དོ་སྟོང་པར་དོ། དྲུག་དང་གཅིག་བསྡོམས་ན་བདུན། བརྒྱད་གང་ལ་གསུམ་བསྡོམས་དང་པོ། བརྒྱད་གང་གསུམ་བསྡོམས་ན་ག་ཚོད་རེད། བཅུ་གཅིག་བཅུ་གཅིག་གང་ལ་དགུ་བསྡོམས་ན་ཉི་ཤུ། དེ་ལ་གཉིས་བྲིས་རོ། དྲུག་ཀླད་གོ་ཀླད་གོ་གཉིས་རེད་དོ། དྲུག་གང་གཉིས་བསྡོམས་ན་བརྒྱད། བཞི་ལྔ་དྲུག། ལྔ་གང་གཉིས་བསྡོམས་ན་བདུན། བྱས་ཙང་ལན་ག་ལས་རེད་ཟེར་ན་ང་ཚོ་ལ་བདུན་དྲུག་བརྒྱད་ཀླད་གོ་བདུན་བརྒྱད། ཨོ་ཁེ།

ཞི་བ་དང་སྔ་བ་དེ་ཚོ་བྱེད་དགོས་ཡིན་ད་ཡ་ཡལ་སྟབས་དེ་ཚོ་ལོས་ལོ། ད་སིལ་གྲངས་དང་འབྲེལ་བ་ཡོད་རྒྱུ་དེ་ཚོ་ག་འདི་རྒྱུ་རྫི་གཏང་དགོས་རེད། དང་ཤོས་ལས་ལྷ་ཤོས་གྲངས་དེ་འདིར་དོ། སུམ་ཅུ་སོ་དགུ་ཚེག་གཉིས་དང། གཉིས་ཚེག་གཅིག་རེད་དོ་ཚེག་དང་ཚེག་མཉམ་དུ་བཞག། གཉིས་ཚེག་གཅིག་རྒྱུ་རྫི་གཏང། ར། གཅིག་གཉིས་ཀྱི་གཉིས་གཅིག་དགུ་ཀྱི་དགུ། གཅིག་གསུམ་གྱི་གསུམ། རྒྱུ་རྫི་གཅིག་ཚར་སོང། གཉིས་གཉིས་ཀྱི་བཞི། གཉིས་དགུ་ཀྱི་བཅོ་བརྒྱད། གཉིས་གསུམ་དྲུག། གཅིག་བསྡོམས་ན་བདུན། བྱས་ཙང་བསྡོམས་ཚུལ་རྒྱལ་བ་ཡིན་ན་ཁ་ཕྱེ་རེ་གཉིས། དགུ་གང་གཅིག་བསྡོམས་ན་བཞི་བསྡོམས་ན་ཅོག་གསུམ། དེ་ནས་ནས་བཅུ་གཉིས། ཨ་ནི། བརྒྱད། ལན་འདི་འདི་ཞེས་ལིར་དེ་ལྟ། ད་གེ་བརྒྱད་སྟོང་ཉིས་བརྒྱ་གསུམ་སོ་གཉིས་ལས་ཟེར་བ་བརྒྱད་སྟོང་ཉིས་བརྒྱ་གསུམ་སོ་གཉིས་རེད་བས་ལ་ན། མ་རེད། ལོག་ལན་བརྒྱད་སྟོང་ཉིས་བརྒྱ་གསུམ་སོ་གཉིས་མ་རེད། ཁ་ཅེ་ནི་སིལ་གྲངས་འགའ་ཅི་སྐད་ཆ་བཞི་ཡོད་ཙང་སིལ་གྲངས་བརྒྱད་ལ་གྲངས་གཅིག། གྲངས་གཉིས་དོ། ཨན་སིལ་གྲངས་བརྒྱད་ལ་གྲངས་སིལ་གྲངས་དེ་མ་ནི་འགོ་བཙུགས་ན། གཅིག། གཉིས། དེ་ལིར་དེ། ལོག། བྱས་ཙང་སིལ། ལན་ག་རེ་ལབ་ན་བརྒྱད་ཅུ་བརྒྱད་གཉིས་ཚེག་གསུམ་གཉིས་རེད་ད་ལོག་ཁྱོད་རང་གི་ལན་དེ། ཕལ་ཆེར་ཤེས་ཡོད་ཀིར་བསམ་གི་འདུག་རོགས། དེ་ནས་ནས་ད་དེ་འགྲོ་རྒྱུ་ཡིན་པ་ཡིན་ན། ལྔ་གཅིག་གཉིས་ཚེག་བཞི་ཚེག་དང་ཚེག་གཅིག་པ་ཤ་བཞི་ལྔ་གཉིས། བསྒྱུར་རྩིས་དང། ཏ་ཏ། ཚེག་དང་ཚེག་གཅིག་པ་ཤ་ལས་རྒྱུ་མཚན་ག་རེ་ཟེར་ན།

གཉིས་བཞི་གིས་བརྒྱད། གཉིས་གཉིས་ཀྱིས་བཞི། གཉིས་གཉིས་གཉིས་གཅིག་གིས་གཉིས། གཉིས་ལྔ་གིས་བཅུ། བདུད་རྩི་གཅིག་ཚར་སོང། ལྔ་ཀླད་ཀོར་གྱི་ཀླད་ཀོར། ལྔ་བཞི་གྱིས་ཉི་ཤུ། ལྔ་གཉིས་བཅུ། བཅུ་གཅིག་བཅུ་གཉིས། ལྔ་གཅིག་ལྔ་དྲུག། ལྔ་ལྔ་ཉི་ཚེ་ལྔ།

ད་དེ་ནས་ནི་ཀླད་ཀོ་ཀླད་ཀོ་ཀླད་ཀོ་རུ་དོ། ཀླད་ཀོ་བཅས། བརྒྱད་དང་ཀླད་ཀོ་བསྡོམས་ན་བརྒྱད། བཞི་དང་ཀླད་ཀོ་བསྡོམས་ན་བཞི། དྲུག་གང་ལ་གཉིས། བརྒྱད་བྱ་སོ། བརྒྱད་གང་ལ་གཉིས་བསྡོམས་ན་བཅུ། གཅིག་བྲེ་སོ། དགུ་གང་ལ་གཅིག་བསྡོམས་ན་བཅུ། བཅུ་གང་ལ་དྲུག་བསྡོམས་ན་བཅུ་དྲུག། གཅིག་བྲེ་སོ། ལྔ། དགུ། བཅུ། བཅུ་གཅིག། གཉིས་གང་གཅིག་བསྡོམས་ན་གསུམ། དེ་ནས་ནི་གཉིས། ད་ལན་འདིར་བས། གཉིས། གསུམ། གཅིག། དྲུག། ཀླད་ཀོ། བཞི། བརྒྱད། ཀླད་ཀོ།

ད་བགྲང་བྱ་ཡི་སྒྱུར་རྩིས་ག་འདྲས་བྱས་རེད་བལྟ་ལོ། བགྲང་བྱ་ནང་ལ་སྤྱི་བཏང་ནས་སྡོམ་རྩིས་དང་འཐེན་རྩིས་སླེལ་བ་ཡིན་ན་ཁོ་སྤྱི་བཏང་ལོག་ཁ་ཅིག་འཆི་འོར། སྒྱུར་རྩིས་ནང་ལ་ཁ་བསྡུ་བྱས་རེད་བལྟས་སྒྱུར་རྩིས་བཏང་ཡ་འདི། ལོ། ད་བལྟ། གཉིས་གསུམ་གྱི་ག་ཚོད་རེད two into three equals six four two ས་ག་ཚོད་རེད eight ལན་འདི་འདི་བྲིས་ན་འགྲིག་གོ་རེད་བལྟས་ཡིན་ན་ཡང་ད་ལྟ་འདི་བགྲང་ཆུང་བཏང་ཡ་འདུག་ལ་ན་ཆུང་བཏང་ཡ་འདུག་ང་ཚོ་བགྲང་བྱ་འདི་བྱས་ཙང་བགྲང་བྱ་ཆུང་བཏང་ཡ་གཉིས་ཀའི་གཅིག་པ་གར་འདུག་ལ་ན་སྤྲུ་ཡི་སྒྱུར་རེད་དོ།

དྲི་བ་རྣམས་ལ་ཆུང་བཏང་ལ་ཡོད་ན། དྲུག་ཅུ་ལ་ཆུང་ག་འདིར་བཏང་ཡོད་ལྟ་ལོ། གཉིས་བརྒྱར་ཆ་གྲངས་རེ་དོ། གཉིས་ཀྱི་བསྒྱུར་རྩིས་བཏང་ཡོད། གཉིས་ཀྱི་སྒོ་རྩིས་བཏང་ཡོད་ཀུན་བཏགས། གཉིས་གསུམ་གྱི་དྲུག། ཀླད་ཀོར་དེ་ཁྲི། གཉིས་དགུ་གི་བཅོ་བརྒྱད། ད་ཆུང་བཏང་ཡོད་ལྟ་ལ་ན་དུ། ད་གསུམ་གྱི་ཆུང་བཏང་ཡོད་དོ། གསུམ་གསུམ་གྱི་དགུ། སུམ་བཅུ་གྱི་སུམ་བཅུ། ད་ཆུང་བཏང་ཡ་འདོད་ལ་ན་མི་འདུག་བྱས་ཙང་སུམ་ཆ་བཅུ་ཨིན་འདི་ཁྲི་བོར་ཁོ་ཚད། ལ། སྒོ་རྩིས་བཏང་བའི་སྐབས་སུ་གྲངས་གཅིག་དེ་གིས་དཔེར་ན་གྲངས་གཉིས་ཀྱིས་གཉིས་བརྒྱ་ལ་ངས་སྒོ་རྩིས་བཏང་ཟ་བ། དེ་ནས་གྲངས་གསུམ་དེ་གིས་གཉིས་བརྒྱ་ལ་སྒོ་རྩིས་བཏང་ཟ་བ་འོ་འདི་འདི་སྒོར་ད་ལོ་གཅིག་ལ་སྒོ་རྩིས་བཏང་གཅིག་ལ་ཞེན་པ་ཡ་མེད་བཏང་བྱས་ཡོད་མ་ད་གུག་ད། ལ་སོགས། ཨ་ནི་ད་རང་ཡིན་ཁྱོད་རང་ཚོས་ད་ཕལ་ཆེར་མང་ཆེ་བ་ཅིག་ཤེས་ཡོད་གིར་བསམ་གི་འདུག་ཨ་ནི་གལ་སྲིད་ཤེས་དམན་བ་ཡིན་ན། རྒྱལ་ལོར Comment Section ནང་ཡང་སྐྱོ་ཆེ་བྲིས་ད་ར་ཤེས་མ་སོང་བརྙན་ཐུང་གོ་ནི་ཟོས་རོ་ཅེས། མེད་ན་ཁྱོད་རང་ཚོ་ངོ་ནས་བརྙན་ཐུང་དེ་གོ་ནི་སྲིད་ད་ར། འདི་ནང་ལ་ག་རེ་བཤད་མ་སོང་གལ་སྲིད་ཁྱོད་རང་ལན་སླེ་བ་ཡིན་ན་ལན་སླེ་སོང་ལན་མ་སླེ་ན་ལན་སླེ་མ་སོང་ཟིན་གྱི་མི་འཇིག་ས་ཅིག་ལ་ལོ། ཨོ་ཁེ། ཨ་ནི་ཚང་མ་ལོ་ལྕགས་པོ་གཅིག་ཚེ་རིང་བོད་ཀྱི་ལོ།